དུས་ཚོད་མ་ཉུང་ཚེ་ཡང་ན་དེ་ནི་སྐར་མ་གཅིག་གཉིས་ཤིག་ནང་ལོགས། གཞིས་རྩོད་མ་ཕ་མ་སྒྲོལ་མས་ཕྱག་འཚལ་ཉེར་གཅིག་ཡོད་པའི་ནང་ནས་ཕྱག་འཚལ་བཅུ་ཕག་བཞུ་བྱས་ཚུལ་དུ་ཅོག་ཡོད། ཕྱག་འཚལ་བཅུ་ཕག་གི་རེའི་ཕྱག་འཚལ་རབ་ཏུ་དཀར་བ་བཞེས་པའི་དབུར་རྒྱན་འོད་ཀྱི་ཕྲེང་བ་སྤེལ་མ། གཞལ་བ་རབ་འཇིགས་དུས་ད་ར་ཡི་མདུན་དང་འཇིག་རྟེན་དབང་དུ་མཛད་མ་མཛད་ནས་སྲུང་མ་བྱིན་རླབས་ཅན་གྱིས་དང། བདེན་པའི་རང་དེ་ནི་སེམས་མ་བྱིན་རླབས་འཇུག་བྱ་ཅན་གྱིས་སྲུང་བ་མཛད་དོན་ནོ།

ཡང་ན་དེར་ང་དང་དགའ་རྒན་པར་ཆ་འཇོག་མཁན་ནི་འབྱུང་པོ་སྡིག་ཅན་མི་དང་མི་མ་ཡིན་པ་དགའ་གཟུགས་ཅི་ཡོད་པའི་ཚང་མའང་འདུ་བྱ་ནོ། དེ་ཚང་མ་རྗེ་བཙུན་མ་སྒྲོལ་མའི་དབང་དུ་འདུ་ཞེས་གསུང་བ་ཙམ་དེ་ནོ། དང་དུས་དང་དབང་དུ་འདུ་དང་དུས་འཇིག་རྟེན་གསུམ་ག་དབང་དུ་འདུ་ཞེས་གསུང་ན་ཡང་ན་འཇིག་རྟེན་ཐམས་ཅད་དབང་དུ་འདུ་ཞེས་གསུང་ནོ། དགའ་གཟུགས་རི་ཁྲོད་དུ་ནོ་ཞེས་པ་ཡིན་ན་དེ་ནི་འཇིག་རྟེན་དབང་དུ་མཛད་མ་སོགས་ནོ། འཇིག་རྟེན་མཛད་སྙམ་པོ་ས་འོག་དེ་ནི་ང་དང་ཀླུའི་འཇིག་རྟེན་ས་སྟེང་མིའི་འཇིག་རྟེན་ས་ལ་ལའི་འཇིག་རྟེན་ཚང་མའང་དེ་ནི་དབང་དུ་འདུ་ཞེས།

འཇིག་རྟེན་ཐམས་ཅད་དེ་ནི་ཡང་དང་བདུད་ཐམས་ཅད། བགེགས་ཐམས་ཅད། ཆོ་ག་ནི་དེ་ནི། འབྱུང་པོ་སྡིག་དང་སྡིག་ཅན་མི་མ་ཡིན་པ་ཚང་མ་དབང་དུ་བསྡུ་དང་བསྡུ་གསུང་གི་ཡོན་ཏན་དུ་བསྡུ། སྐུའི་ཡོན་ཏན་ག་ཚོད་བསྡུ་ཞུས་པ་ཡིན་ན། སྐུ་དེ་ནི་ཐུགས་ཤིན་ཏུ་དགྱེས་སོ་སྙམ་པོ་དེ་ནི་ཐུགས་དགྱེས་པའི་མཚོན་དོན་ལ། ང་དང་ཨུ་རྒྱན་སོགས་ལས་ནོ། ཨུ་རྒྱན་ནི་དེ་ནི་ང་དང།